ཨོ་རྣམ་པ་ཚོ་ལ་རྒྱ་ཐམ་པག་སྤེལ་ན་རྒྱ་ཐམ་པག་གི་སྒོ་འགྲངས་ཚེ་ཤོག་འདྲ་བོ་ཅིག་ལབ་པ་ཡིན་ན་ཨ་ནི་ང་ཚོ་གར་བྱེད་སྒུག་ཡོག་རེད་ལབ་པ་ཡིན་ན་ཨ་ནི་རྒྱ་ཐམ་པག་དེ་ལ་ཡ་ཨ་ནི་སྒོ་རྩིས་རྒྱབ་ཡ་རེད་བ། རྒྱ་ཐམ་པག་སྒོ་རྩིས་རྒྱབ་དུས་ཚོན་པག་ཨ་ནི་དེ་ལ་ཡོད་རྒྱུ་དེ་ག་རེ་ཡོད་ན་ཨ་འགས་དེ་ཨ་ནི་ཁོ་གི་སྒོ་འགྲངས་ཆགས་ཀྱི་ཡོག་རེད་ད་རྒྱ་ཐམ་པག་གི་སྒོ་འགྲངས།

འདི་གིས་རྩིས་བརྒྱབ་ནས་དེ་ཀླད་ཀོར་ཀླད་གི་འདུག་མི་འདུག་ལྟ་དགོས་ཡོད་རེད་དེ་སླེབས་སོང་ན་དེ་བགོ་བགྲང་བྱ་གི་ཡོད་རེད་ཁྱེད་ཚོ་བན་བགོ་བགྲང་བྱ་གི་ཡོད་རེད། ཨ་ནི་བན་གི་རྗེས་ལ་ཨ་ནི་ང་ཚོ་གར་ཧ་གོ་གི་ཡོད་རེད་ལབ་ན་བརྒྱ་ཐམ་པ་དེ་ཡང་བགོ་བགྲང་ཡིན་པ་ང་ཚོ་ཧ་གོ་ཚར་བ་རེད་ག་རེ་ལབ་ན་དེ་བརྒྱ་ཐམ་པ་ཤག་ཨ་འདི་ལ་བརྒྱ་ཐམ་པ་བཞག་བ་ཡིན་ན་འདི་བགོ་རྩིས་བརྒྱབ་དུས་ཚང་མ་མཐའ་མ་ལ་ཀླད་ཀོར་ཀླད་གི་ཡོད་རེད་ཀླད་གི་ཡོད་པ་ཡིན་དུས་ཚང་མ་ཨ་ནི་ཁོ་བགོ་རྩིས་ལབ་དགོས་རོགས་དཔེར་ན་བན

རྒྱ་དམ་པ་སྒོ་ར་ཐག་ད་ལྟ་བར་དུ་ང་ཚོ་གསུམ་རག་སོང་སྟེ་ཝན་རག་སོང་ཧན་འགྲུལ་རག་སོང་ཀྲུའུ་རག་སོང། ད་ཐེངས་ཀྱི་ང་ཚོ་གར་ཧ་གོ་གི་ཡོད་རེད་ལབ་པ་ཡིན་ན། ཀྲུའུ་དེ་གའི་སྒོ་རྩིས་བརྒྱབ་ནས་ཀླད་ཀོར་སླེབས་ཀྱི་ཡོད་ན་སྒང་ལ་ག་རེ་སླེབས་ཀྱི་འདུག་དེ་ཡང་ཁོ་གི་སྒོ་གྲངས་ཆགས་ཀྱི་ཡོད་རེད་ག་འདྲའི་ཧ་གོ་གི་འདུག་ང་ཚོས་བརྟག་དཔྱད་བྱེད་ཆོག་གི་རེད། ག་འདྲའི་ཧ་གོ་གི་རེད་ང་ཚོས་བརྟག་དཔྱད་བྱེད་ཆོག་གི་རེད།

བ་ལྷག་གི་རོ། ཨ་ནི་འདི་མ་བཞུགས་གི་རོ། བཞུགས་དུས་བརྩམས་པ་བཅུ་ཐམ་པ་ཆགས་སོང་བཅུ་ཐམ་པ་བསླད་སོང། བཅུ་ཐམ་པ་ལ་མཐུ་རིགས་འགྲོ་ན་མཐུ་རིགས་མཐུ་རིགས་སར་ཡང་འགྱུར། ནང་ཆགས་སོང། ཨ་ནི་བཅུ་ནི་དགུ་ལྷག་ན། དཀར་ས། དགུ་འཐེན་ན་གཅིག་ལྷག་གི་རོ། ད་འདི་ནི་མ་ཁེངས་བ་ཡང་མི་འདུག་བ། ཨ་ནི་འོག་ལ་བསླད་སྐོར་བརླག་མ་སོང་གཅིག་ལྷག་སོང་བ་བྱས་དུས་བརྩམས་པ་མཐུ་རིགས་དེ་དགུ་གྲངས་མ་རེད་མཐུ་རིགས་དེ་བརྒྱ་ཐམ་པ་གི་དགུ་གྲངས

ཨ་ནི། ད་ཡིག་གཞུག་གི་བྱམས་པ་ཞིག་ཡག་པོ་ཅིག་ལ་བྲིས་དགོས་ཡོད་རེད། འོན་ཀྱང། དེར་བརྟེན་ལ། རྒྱ་དམ་པ། གི། སྐུ། དྲང། ནི། ཨ་ནི་དགའ་འདུག་ད་བན། ཧན་འགྲོལ།

འདི་ཚོ་ས་ཆ་བྱམས་པ་ལ་བྲེལ་རེད་འདི་ཚོ་ས་ཆ་བྱམས་པ་ལ་བྲེལ་རེད་འདི་གཙང་མ་གཙང་ཆགས་བྱས་ནས་བྲིས་དགོས་ཡོད་རེད། ད་ནངས་གསར་བ་ཧྥོར་མ་རེད་མ་ཀྲེན་གྱི་ལས་སོང་ཀྲེན་དེ་རེད་འདུག་བལྟ་གི་འདུག་ཀྲེན་དེ་ད་ང་ཚོའི་ས་ཆ་ཚང་མ་ཚོ་བོ་ཆགས་སོང། རྒྱ་དམ་པ་ལ་ཀྲེན་འགྲོ་གི་འདུག་བལྟ་ཀྲེན་ཀྲེན་ཚ།